ཁོ་རང་ཚོ་ག་རེ་གསུང་གི་འདུག་ལབ་ན། ཨ་ནི་ཀུན་འདུས་ཀྱི་ཐུགས་དམ་ཉམས་བཞེས་དེ་ལ་ཡང་ཁོ་རང་ཚོ་ལ་ལམ་སྟོན་གལ་ཆེན་པོ་ཅིག་གནང་སོང། ལམ་སྟོན་གལ་ཆེན་པོ་དེ་ག་རེ་རེད་ཟེར་དུས་བསམ་པ་ལ། སྒོམ་གི། སྒོམ་ཆེན་པ་ཅིག་ནི་ཉམས་བཞེས་བྱེད་དགོས་ཀྱི་ཡོད་ན། ཉམས་བཞེས་པ་དེ་སྒོམ་ཆེན་པ་ཞིག་ཡིན་དགོས་ཀྱི་རེད་ཟེར་གསུང་གི་འདུག། ད་ཉམས་བཞེས་པ་གྲྭ་བ་ཞིག་ཡིན་དགོས་ཀྱི་རེད་ཟེར་ད་གང་ལྟ། ཁོ་རང་ཚོ། སྒོམ་གི་གནས་སྟངས་དེ་ཤེས་མཁན་ཞིག་གི་ཐོག་ནས་མ་གཏོགས་ཅིག་ཚན་རིག་པ་ཅིག་གི་ཐོག་ནས་བོད་སྐད་བལྟས་པ་ཡིན་ན་དེ། ཏག་ཏག་ཅིག་མཇལ་ཐུབ་ཀྱི་མ་རེད་ཟེར་གྱི་ཡོད་རེད་པ། དེ་ཡིན་དུས་ད་ཁོང་ཚོ་ག་རེ་ཟེར་གྱི་འདུག་ལབ་ན། ད་ད་ལྟ་བར་དུ་ང་ཚོས་ཐུགས་དམ་ཉམས་བཞེས་ཀྱི་བརྒྱུད་རིམ་འདི་ཡི་ནང་ལོགས་ལ་ད་གནས་ཚུལ་ད་མཁོ་སྤྲོད་མང་པོ་ཞི་བ་ཅིག་བྱས་ཡོད་རེད་ཐུགས་དམ་ཞུ་མཁན་མང་པོ་བྱུང་ཡོད་རེད་བྱུང་ཡོད་དུས་ཙམ་པ་ལ་ཁོ་རང་གིས་ག་རེ་ལབ་ཀྱི་འདུག་ལབ་ན། ད་ལྟ་བར་དུ་ཨ་ནི་དགེ་འདུན་པ་རྣམ་པ་ཚོས་ཀྱིས་ཁོང་ཚོའི་ནུས་ཤོབ་ཚན་རིག་པ་ཅིག་ལ་ཡ་ག་རེ་ཁུངས་སྐྱེལ་ར་སྤྲོད་བྱས་སོང་ལབ་ན། ཐུགས་དམ་ད་ཏག་ཏག་ལབ་ན་འགྲིག་གི་ཡོད་ན་མེད་ན་མི་ཤེས་ཡིན་ཟེར་བ།

འདི་ཐུགས་དམ་ཐུགས་དམ definitely སྔས་མ་བདེ་བ་ནི་ཁོའི་ཐུགས་དམ definitely exist ལེ་ཡིན་ད་ཐུགས་དམ་དེ་མགོ་རྙོག་པོ་ཞིག་བུད་རེད་ཤག་ལེ་ཁོ་རང་གི་ཐུགས་དམ་ཟེར་དེ་ཏག་ཏག་ཡིན་མིན་མི་ཤེས་དེ་གང་ད་ཐུགས་མོ་མ་ཡིན་པ་ཞིག་ཡོད་བདེ་བ་དེ་ཁྱོད་རང་ཚོས་ར་སྤྲོད་བྱེད་སུ་ལ་གི་ད་དེ་འདྲས་ཡིན་དུས་ཚང་མ་ང་ཚོའི་གི་དེང་ཅིག་གི་དགེ་འདུན་པ་རྣམ་པ་ཚོས་གི་བི་གའི་ཨ་ནི་སློབ་སྦྱོང་དང་འབྲེལ་བའི་གི་ཅིག་སེམས་སྐྱོ་རྒྱུ་དང་འབྲེལ་བའི་གི་ཨ་ནི་དེ་འདྲས་གི་ཅིག་གི་ག་རེ་ཟེར་བ་རེད

གར་ཚོགས་རེད་ཆོས་བྱེད་མི་སྣ་ཅེར་བ། ད་ང་ཚོའི་ལས་འགན་གཙོ་བོ་གཅིག་ག་རེ་བྱེད་འོས་ཟེར་དུས་ད་སྤྱི་བཏང་ཆོས་བྱེད་མི་སྣ་ཙམ་མ་རེད་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱེད་དགོས་ཀྱི་ཡོད་རེད་དེ་བྱེད་པ་ལ་མི་རབས་གསར་པ་ལ་བརྒྱུད་སྤྲོད་བྱེད་དགོས་ཀྱི་ཡོད་རེད་ད་མི་རབས་གསར་པ་སྤྱི་ཚོགས་བརྒྱུད་སྤྲོད་དུས་ཁོང་ཚོས་ཀྱི་རྒྱབ་ལྗོངས་དེ་ག་རེད་ཟེར་དུས་ཙང་ལ། ད་ང་ཚོས་ད་ལྟ་དཔེར་ན་ཆ་བཞག་ན་ད་ད་ལྟ་སང་ཉིན་ན་ཉིན་པའི་སྟབས་ལེགས་པ་བྱས་ལ་ད་སྐུ་མདུན་གྱི་ང་ཚོའི་ད་ལྟ་དེ་སྨོན་ལམ་ལ་ཡ་སྐྱེས་རབས་གསུང་ཆོས་དུ་བ་བྱས་ཙང་ང་ཚོའི་སྲོལ་རྒྱུན་གྱི་ནང་ལོགས་ལ་ཡ། ནི་མང་གཙོ་དང་ལོ་གཞོན་པའི་དཀྱིལ་ལ་ཡ་དཀར་པོ་དགེ་བའི་སེམས་བསྐྲུན་ཡ་ལ་ཡ། དཔྱད་རྩོམ་དེ་བའི་གཞུང་སི་ཏུ་གཙང་ལ་སྐྱེས་རབས་དང་མ་བླ་མ་སྐྱེས་བུ་དམ་པའི་ད་སངས་རྒྱས་ཀྱི་རྣམ་ཐར་དང་ཨ་ནེ་འདི་ཚོ་ཞུ་ཡག་དེ་ཁོ་དེ་བའི་ས་བོན་ཅིག་བསྐྲུན་གི་ཡོད་རེད་པ། ད་ང་ཚོ་ལོ་གཞོན་པ་ཚོ་སྤྱི་ཚོགས་འགྱུར་བ་འགྲོ་དུས་དེ་གི་ལམ་སང་བསྐྲུན་ཐུབ་གི་མེད་པ་ཡིན་ན་ཐབས་ལམ་ག་རེ་གཏང་དགོས་རེད་སི་ཏུ་ཁོ་རང་ཚོའི་རྒྱབ་ལྗོངས་དང་འཚམས་པའི། ཚན་རིག་གི་སློབ་ཚན་གི་ཐབས་ལམ་ཁྲིད་སྟངས་དང་དེང་རབས་ཀྱི་སློབ་ཚན་ཁྲིད་སྟངས་དེ་བེད་སྤྱོད་བཏང་རྗེས་ཆོས་དང་རིག་གཞུང་ངོ་སྤྲོད་བྱེད་ཡག་གོམ་པ་སྤོ་དགོས་གི་ཡོད་རེད་པ། དེ་ང་ཚོ་ད་སོ་སོས་སྦྱངས་པའི་ཚན་རིག་འདི་ཚོ་ཚང་མ་ལོག་དེ་ཨ་ནེ་ཚན་རིག་སློབ་སྦྱོང་དེ་ག་འདྲས་བྱེད་གི་འདུག་བས། ཨ་ནི་དཔེ་མཚོན་གྱིས་བཀོད་པ་ཡིན་ན་ཚན་རིག་གིས་འདི་འདྲས་བཤད་གི་འདུག་ཨ་ནི་ང་ཚོས་ཆོས་ནས་འདི་འདྲས་བཤད་གི་ཡོད་རེད་ཟེར་ནས་དེ་བྱེད་དུས་ང་ཚོས་གཅིག་མི་རབས་གསར་པ་ཚོ་ལ་ཡ་ནི་ཆོས་དང་རིག་གཞུང་ངོ་སྤྲོད་བྱེད་ཡག་གི་ཐབས་ལམ་གསར་པ་གལ་ཆེན་པོ་གཅིག་གི་སྒང་ལ་བེད་སྤྱོད་བཏང་དགོས་གི་རེད་བསམ་ཡ་དེ་བསམ་ཚུལ་གཅིག་ཞུ་གི་ཡོད། ད་བསམ་ཚུལ་གཉིས་པ་དེ་འདི་རེད། དེ་ནི་ཡང་ང་ཚོས་ད་སྔས་མ་ང་ཚོས་ད་ལྟ་སུས་ནས་ཁོང་ཚོས་གར་ཟེར་བ་རེད། ཚན་རིག་དང་ནང་ཆོས་བྲལ་བ་ཟེར་ཡ་ཚོགས་པ་དེ་རེད་མང་པོ་གཅིག་གི་དགེ་རྒན་དེ་ཚོས་ཟེར་གི་འདུག་ད། ད་ང་ཚོས་ལོ་གསུམ་རོགས་པ་བྱེད་ཐུབ་ཀྱི་རེད་ལོ་ལྔ་རོགས་པ་བྱེད་ཐུབ་ཀྱི་རེད་ཐ་མ་སོ་སོ་རང་མགོ་ཐོན་དགོས་རེད། ཁྱེད་རང་ཚོས་སྦྱང་བྱས་རྗེས་མ་ཁྱེད་རང་ཚོས་མ་ཁྲིད་དགོས་རེད། དེ་མ་གཏོགས་ག་དུས་ཡིན་ནའང་ང་ཚོས་རོགས་པ་བྱེད་ཐུབ་ཀྱི་མ་རེད། དེ་ཟེར་གྱི་འདུག་བ། དེ་བྱེད་དུས་ད་ག་རེ་བྱེད་དགོས་རེད་ཟེར་ན། ད་ཚན་རིག་ག་ཚོད་འཇོན་ནམ་མ་འཇོན་ན་ང་རང་ཚོའི་ངོས་ནས་བལྟས་ཚེ་བལྟས་ཚེ་སྦྱངས་དེ་བས་དགོན་པ་གྲྭ་ཚང་ནང་ལ་ཚན་རིག་དགེ་རྒན་དེ་ཚོ་གྲྭ་བ་རང་བསྡད་ནས་བཙུན་མ་ནང་ལ་ཡིན་ན་ཡང་བཙུན་མ་རང་བསྡད་རྗེས་ད་སོ་སོས་སློབ་ཁྲིད་བྱས་ནས་མ་མགོ་སྐྱེ་དགོས་ཡ་སོ་སོ་སོས་ད་ལྟ་ནས་ང་ཚོས་དེ་ལས་གཞི་དེ་འགན་འཛིན་དེ་ཚོ་ད་སྔོན་མ་ཕྱི་རྒྱལ་གྱི་བྱེད་ཀྱི་ཡོད་པ་ནས་ད་ལྟ་ང་རང་ཚོས་བོད་པ་གཅིག་གི་ཚུལ་ལེན་དགོས་འདུག་སྒེར་རྩིས་བྱེད་དགོས་ན་གཞི་བྱས་དགོས་འདི་གྲྭ་ཚང་ད་མི་ཚེ་གཅིག་ཕྱི་རྒྱལ་ལ་བསྟན་མོ་ག་བྱས་བྱས་ད་ཁོ་དུས་དུས་ལ་སློབ་སྦྱོང་གཏིང་ཟབ་རེ་ད་ཚན་རིག་གི་སློབ་ཚན་གསར་པ་གསར་པ་ད་རེད་དེ་གཞི་རིམ་གྱི་ཆ་ནས་ད་ང་རང་ཚོས་དེ་བྱེད་དགོས་ཡ་དེ་གལ་ཆེན་པོ་གཅིག་རེད་ཤག་དེ་གཅིག་ཞུ་ཡ་བྱས། དེ་ནས་ད་ཡང་ང་རང་ཚོས་གཅིག་ག་རེ་ཟེར་ན་ད་ཚན་རིག་སྦྱངས་ཟིན་པ་ཚོས་ཀྱིས་ད་ཁོ། དགེ་བཤེས་ལགས་གསུངས་པ་ན་ཞིག་དེང་རབས་ཀྱི་རྒྱུ་ཆ་བེད་སྤྱོད་བཏང་རྗེས་གཅིག་བརྙན་ཐུང་སྟབས་བདེ་པོ་དེ་འདྲའི་ག་འདྲས་བཟོ་ཡག་འདུག་བས་ཡང་ཚན་རིག་གི་ཐོག་ནས་རྩོམ་གོ་བདེ་པོ་དེ་འདྲའི་ག་འདྲས་བྲིས་ཡག་འདུག་བས་ད་དེ་ག་ན་ཞིག་ཁོ་ཡིག་སྒྱུར་བྱེད་ཡག་གི་མཚོན་པའི་སྣ་ཚོགས་པ་གཅིག་བྱེད་ཡག་འདུག་བ་དེ་ཚོ་གཅིག་རེད་བ། ད་དེ་ལས་ཀྱང་གལ་ཆེ་བ་དེ་ང་ཚོས་ཚན་རིག་གི་གནས་ཚད་དེ་ད་ག་བར་འགྲོ་གི་ཡོད་རེད་ཟེར་ན་ཐོག་མར་ང་ཚོ་ཚན་རིག་སྦྱང་ག་འབྲུ་དུས་ཚང་ལ་ད་བས་མི་ཆབ་ལས་རྒྱག་ཡག་རེད། ག་རེ་ཟེར་ན་ཨང་རྩིས་སྒོ་ནས་སྦྱང་རེད་བ་བསྡོམས་རྩིས་ཐེངས་རྩིས་དེ་ལ་ཆབ་ལས་གཅིག་རྒྱག་དགོས། དེ་ནི་ཚན་རིག་ཚོད་ལྟ་ཡིན་ན་ལྟ་དགོས་རེད་ཟེར་དུས་ང་ཚོ་ཞིག་ད་ལྟ་དེ་གྲོས་མྱོང་ཡོད། ག་ཡི་ཟེར་ན་དགེ་རྒན་དེ་ཚོས་རྡོ་ཐོག་ཁ་ནས་གཡུགས་ག་དང་གི་རེད་བ་ད། ད་ལྟ་དེ་ཚོད་ལྟ་ལྟ་བ་འགྲོ་དུས་ད་རྡོ་ཐོག་ཁ་ནས་གཡུགས་དེ་ད་འཛིན་གྲྭ་གཅིག་པས་མཐོང་བ་ཡིན་ན་ད་ག་བ་ག་བ་ད་སང་ཉིན་ད་ཉིན་བསྡད་བཅུག་གི་མ་རེད་བ་ད། ཁོང་ཚོས་ཚན་རིག་སྦྱང་ག་འགྲོ་ཟེར་དུས་དང་པོ་ཨ་ནི་མོ་སྒྲ་བཟོ་ག་འགྲོ་གི་ཡོད་བས་སྦོམ་བཟོ་ག་འགྲོ་གི་ཡོད་བས་ཟེར་གི་བ་རེད་དེ་རྡོ་ཐོག་ཁ་ལ་གཡུགས་དེ་ད་ག་རེ་བྱེད་དགོས་རེད་བསམ་གི་རེད་བ། བྱས་ཙང་ད་དེ་ག་རེ་རེད་ཟེར་ན་ང་ཚོས་གོམ་སྟབས་སྤོས་ནས་ཐོག་མར་ཚན་རིག་དེ་ནས་སྤོས་རེད། དེ་ནས་ང་ཚོས་ཚན་རིག་གི་རྨང་གཞི་རང་བཅངས་རེད། ད་ག་རེ་བྱེད་དགོས་རེད་ཟེར་ན་ད་ལྟ་ང་ཚོས་ག་རེ་བྱེད་དགོས་རེད་ཟེར་ན་ད་གཞན་གྱི་དང་དུ་བཟུང་དུ་ནས་ཐུགས་དམ་ཉམས་ཞིབ་མཉམ་དུ་ནུབ་ཕྱོགས་པ་མཉམ་དུ་ཉམས་ཞིབ་བྱེད་དགོས་རེད་ང་རང་རང་ཆ་ཤར་བས་ན་ང་ཚོའི་རྩོད་པའི་རིགས་ལམ་དུ་དེ་འདྲས་ཉམས་ཞིབ་མཉམ་དུ་ལས་ཀ་བྱེད་དགོས་རེད་ད་ད་དོག་གོམ་པ་གཅིག་སྤོ་ཡ་ག་བ་ལྷག་དེ་ཡོད་ཟེར་ན་ང་རང་ཚོ་རང་གིས་འགོ་བཙུགས་རྗེས་ཉམས་ཞིབ་བྱེད་དགོས་ད་གལ་ཏེ་ང་རང་ཚོའི་ནང་ནས་དེ་ད་ད་ལྟའི་ཆ་ལ་བལྟས་ཚེ་དཀའ་ལས་ཡོད་རེད་ག་རེ་ཟེར་ན་ང་རང་ཚོ་རང་ལ་ཡར་ལག་ཁྱེད་ཚད་འདྲེས་ཀྱི་སྒུག་གི་ཡོད་རེད་བ་ད་ཡིན་ནའི་ག་ལེ་ག་ལེ་ང་ཚོ་དེའི་སྒང་ལ་གོམ་པ་སྤོས་རྗེས་ང་རང་ཚོ་རང་ཚན་རིག་པ་ཆེད་ང་རང་ཚོ་རང་གིས་ཉམས་ཞིབ་བྱེད་དགོས་གོ་ད་ད་ཆོས་ཀྱི་ཉམས་ལེན་དེ་དེ་ཚོ་མཐའ་མ་ང་ཚོ་གོམ་པ་དེའི་སྒང་ལ་སྤོ་ད་དེ་སློབ་པའི་མཐའ་མ་མཐའ་མ་དེ་ལ་ང་ཚོ་དེའི་སྒང་ལ་གོམ་པ་སྤོ་དགོས་གོ་ད་ད་ལྟའི་ཆ་ལ་ང་ཚོ་མཉམ་རུབ་བྱས་ནས་ཉམས་ཞིབ་བྱེད་ཐུབ་གོ་ཚད་དེ་ཚད་དེ་ལ་སླེབས་པར་ད་རེད་བ། ད་དེ་བྱེད་དུས་མཐའ་མ་མཐའ་མ་ང་རང་ཚོ་རང་གིས་ཉམས་ཞིབ་པ་དོན་ཐུབ་དགོས་ཡ་གཅིག་ཆ་དེ་ད་དེ་དང་མཉམ་དུ་ང་རང་ཚོས་དངོས་གནས་ད་ནས་དགོན་སྡེ་གྲྭ་ཚང་གི་ད་ལྟ་ག་རེ་ཟེར་བ་རེད་ཚན་རིག་སློབ་སྦྱོང་བྱས་པ་དེ་གས་ཕན་ཐོགས་ཆེན་པོ་ཅིག་ག་རེ་བྱུང་དགོས་ཡོད་རེད་ཟེར་ན་བོད་ཀྱི་སྐད་ཡིག་ལ་བྱུང་དགོས་ཡོད་རེད། བོད་ཀྱི་སྐད་ཡིག་བེད་སྤྱོད་བཏང་ཉིན་ཤུགས་ཆེ་ཤོས་དེ་ད་གྲྭ་བཙུན་ཆགས་བསྡད་ཡོད་རེད་བ། བྱས་ཙང་གྲྭ་བཙུན་གྱི་ནང་ལོགས་ལ་ཡང་ཚན་རིག་གི་ཐ་སྙད་དེ་གས་བོད་སྐད་ཀྱི་ནང་ལ་ཅིག་ཁྱབ་ཡིན་ན་རེ་བ་ཆེན་པོ་ཡོད་རེད། བྱས་ཙང་ད་གལ་ཆེན་པོ་གཅིག་ང་རང་ཚོ་ད་ལྟ་བར་དུ། བོད་ཀྱི་དཔེ་མཛོད་རེད་ཨེ་མོ་རེད་ད་བོད་ཀྱི་ཚན་རིག་ལས་རིམ་རེད་ཨེ་ནི་ཤེས་རིག་རེད་མང་པོ་བྱས་ནས་ཚན་རིག་གི་ཐ་སྙད་དེ་ཚོ་ད་བསྒྱུར་ཡོད་རེད་དཀའ་ལས་མང་པོ་བརྒྱབ་རྗེས་ད་བསྒྱུར་བ་དེ་ཚོ། ཐོག་མར་རྒྱ་ཁྱབ་གཏང་དགོས་ས་ཤུགས་ཆེ་ཤོས་བོད་ཀྱི་སྐད་ཡིག་བེད་སྤྱོད་གཏང་སྙིང་ཤུགས་ཆེ་ཤོས་དེ་དགོན་སྡེ་གྲྭ་ཚང་རེད་བ། ཁྱེད་ཚ་དགོན་སྡེ་གྲྭ་ཚང་ནང་ནས་ཚན་རིག་གི་ཐ་སྙད་དེ་རྐྱེན་མ་བེད་སྤྱོད་གཏང་རྗེས་ང་རང་ཚོ་ཁྱབ་འཐུས་པ་ཞིག་བཟོ་དགོས་བ་རེད་ཐ་སྙད་བཟོས་ནས་ཁོ་བེད་སྤྱོད་མ་གཏང་ན་ད་ཁོ་ཡོང་གི་ཡོད་མ་རེད་བ་འོ་དེ་ཆ་དེ་ཡོད་རེད། ད་དེ་ནས་མཐའ་མ་ཞུ་ཡ་དེ་ལ་ད་ང་རང་ཚོས་གལ་ཆེ་ཤོས་གཅིག་དེ་ག་རེ་ཆགས་དེ་ཡོད་རེད་ཟེར་ན་ཚན་རིག་སྦྱང་ཡ་དེ་ཡིན། དཔེར་ན་ང་རང་ཚོའི་ནང་ཆོས་དེ་ཚོ་ད་དངོས་གནས་དྲ་གནས་ད་ང་རང་ཚོས་མང་པོ་ཤེས་དགོས་རེད་བོད་ཀྱི་ནང་ཆོས་ད་དཔལ་ནཱ་ལེནྡྲ་ནས་འགྱུར་འགྱོག་དེ་ཚོ་ད་ཞུ་བོ་ཅིག་དངོས་གནས་རེད་དེ་ཡོད་རེད་ད་ཁོ་རང་དཔལ་ལྡན་མདོ་སྔགས་ཡོངས་སུ་རྫོགས་པ་ད་ཅིག་ག་རེ་ཚུགས་རེད་གཞི་ལམ་འབྲས་གསུམ་གྱི་རྣམ་གཞག་ཆ་ཚང་བ་ཅིག་ཡིན་ན་ཡང་དེའི་ནང་ལ་ཁ་མ་གསལ་བའི་དོན་དག་ཧ་ཅང་མང་པོ་རེད་བ། རྡུལ་ཕྲ་མོའི་གནས་ལུགས་ག་འདྲས་སུ་ཡོད་རེད། ཀླད་པའི་རྩ་ཕུང་གྲུབ་སྟངས་ག་འདྲས་སུ་ཡོད་རེད། ང་རང་ཚོའི་གཟུགས་པོའི་ཆགས་རིམ་ཇི་མ་ཇི་བཞིན་གཅིག་མཐར་ཕྲ་ཕུང་བར་དུ་གཏུགས་པ་ཡིན་ན་ག་འདྲས་སུ་ཡོད་རེད་ཟེར་ན་གསལ་གྱི་མེད་པ། ད་དེ་ཚོ་ཆ་ཚང་ལོ་ང་ཚོས་གམ་ཅི་གཅིག་ཁ་མ་གསལ་བ་དེ་ཚོ་ཁ་སྐོང་བྱེད་དགོས་རོ། ཁ་སྐོང་ག་འདྲས་སུ་བྱེད་ཀྱི་ཡིན་པས་ད་དྲི་བ་ཆེ་ཤོས་གཅིག་དེ་ལགས་དུས་ང་ཚོས་གྲྭ་ས་དང་སློབ་གཉེར་བྱས་བ་ཡིན་ན་ད་ལྟ་བར་དུ་ཡོད་བསྡད་པ་དེ་དུས་རབས་བརྗེ་བོ་རྒྱབ་འགྲོ་དུས་ཙང་ལས་རིག་གཞུང་ག་འདྲས་ཅིག་ཡིན་ན་ཡང་དུས་རབས་ལ་བསྟུན་ནས་འགྲོ་མ་ཤེས་ན་ཁོ་རིག་གཞུང་དེ་ག་ལས་ག་ལས་ག་ལས་ཁོ་འགྲེམས་སྟོན་ཁང་ནང་ལ་ཡང་འགྲོ་གི་ཡོད་རེད་བ་ད་འགྲེམས་སྟོན་ཁང་གི་ལྕགས་ལ་ཆགས་འགྲོ་གི་ཡོད་རེད་བ། དེ་ཡིན་དུས་ཁོ་དུས་རབས་ལ་བསྟུན་གྱི་བསྟུན་གྱི་བྱེད་དགོས་ཀྱི་ཡོད་ན་ག་དུས་ཡིན་ན་ཁ་སབ་ནོན་པའི་རྒྱག་གི་རྒྱག་གི་རྒྱག་གི་འདྲ་བོ་བྱེད་སྐབས་ཁ་ལ་ང་རང་འདི་འདྲས་འཚོ་གི་ཡོད་ང་རང་ཚོ་ནང་པའི་ཆོས་དྲུག་སངས་རྒྱས་བཅོམ་ལྡན་འདས་ཡོད་པའི་སྒང་ལ་གང་གཱ་སངས་རྒྱས་ཀྱི་ད་ཅིག་གདུལ་བྱ་ཡོངས་སུ་རྫོགས་པ་ལ་གསུངས་ཡོད་ན་མེད་ན་དེའི་རྗེས་ལ་ཤིང་རྟའི་སྲོལ་འབྱེད་གཉིས་འཕེལ་རྒྱན་དྲུག་ཕྱོགས་གཉིས་ལ་སོགས་པ་འཕེལ་རེད་དེའི་སྔོན་ནས་ང་རང་ཚོ་བོད་ལ་དར་ཡོང་དུས་བོད་ཀྱི་ད་ཅིག་བླ་མ་དགེ་བཤེས་ཚོ་གི་ཅིག་ཆོས་བརྒྱུད་འདྲ་མིན་དང་ལྟ་གྲུབ་འདྲ་མིན་གྱི་ཐོག་ནས་ཁོ་ཡར་རྒྱས་ཞུ་སྟངས་བྱ་ཡོད་རེད་བ། ད་ང་ཚོའི་མི་ཐོག་ལ་ཡར་རྒྱས་དུས་རབས་དང་བསྟུན་པའི་ཡར་རྒྱས་ག་རེ་གཏང་དགོས་རེད་ཟེར་ན་ད་ཚན་རིག་དང་མཐུན་པའི་ཡར་རྒྱས་གཏང་དགོས་རེད། ཁ་མ་གསལ་བ་གསལ་ས་ག་རེ་འདུག་གས། དཔེར་ན་ང་རང་ཚོའི་ནང་ལ་འཇིག་རྟེན་ཆགས་རབས་འགྲེལ་བཤད་ཚང་གི་མི་འདུག་ན་ཚན་རིག་ནས་གླེང་ཡར་བ་ད་གླེང་བཅས་ཡར་རྒྱས་བཏང་དགོས་ར་བ་དེ་ག་འདྲས་བྱས་ནས་གླེང་དགོས་རེད་ཟེར་ཡ་དེ་གང་ལ་ད་ད་ལྟ་ང་རང་གི་བསམ་ཚུལ་ཙང་ཅིག་རེད་དེ་ག་ད་དེའི་ཐོག་ལ་གོམ་པ་སྤོ་དགོས་རེད་བསམ་ཡ་དེ་ད་ག་འཇས་ང་ད་ག་རེ་སོ་རེད་མ་འོངས་པའི་ཁ་ཕྱོགས་གི་ང་རང་ངོས་ནས་བསམ་བློ་བཏང་སྟངས་དེ་འདྲ། སྤྱི་དང་ང་རང་ཚོའི་བོད་པའི་ངོས་ནས་ཨ་དོ་དམ་ཞུགས་ཡིན་ན་འདི་ལ་ལྷག་པར་དུ་ང་ཚོ་གཞོན་སྐྱེས་མང་པོ་བྱས་ཡོད་རེད། ཨན་ལྷག་པར་ང་ཚོས་དེའི་ཐོག་ལ་ཡང་ནང་ཆོས་ཀྱི་སློབ་སྦྱོང་བྱས་ཡོད་མ་ཤེས་འདུག་བསམ་པ་ག་འདྲས་བྱས་ཡིན་ན། སྤྱི་བཏང་ནས་ང་ཚོའི་མིའི་རྒྱུན་དབུགས་ཆད་ཚར་བ་རེད་དེ་ལས་ནི་ནས་དེའི་ནང་ལོགས་ལ་ཡང། ད་བཤད་པ་ཕྲ་མོ་བྱས་ཡོད་རེད་གསུང་གི་ཡོད་རེད་བ། ཡིན་ནའི་ད་དེ་ཚོ་ག་འདྲས་བྱས་ནས་ཨ་ནི་ཚན་རིག་ངོས་ལ་ཕ་འགྲེལ་བཤད་སྐྱོན་གྱི་ཡོད་ན། དེའི་ཐོག་ལ་ཡང་གཅིག་གསུང་རོགས་གནང་ཞུ་ད་ཅི་བྱས།
འདི་རེད་ཡིན་རྒྱུ་ག་རེ་ཟེར་བ་རེད་ད་ཁོ། ཐུགས་དམ་གྱི་ད་ངོ་བོ་འདྲ་བོ་འདི། ཕི་ཀའི་ཡང་ཅིག་གི། ཁོ་རང་སྔགས་ཀྱི་གཞུང་ནང་ལོགས་ལ་བཤད་སྟངས་འདྲ་བོ་གསུང་སྟངས་འདྲ་བོ་བྱས་པ་ཡིན་པ་ཡིན་ན། ད་ང་ཚོ། སེམས་ཀྱི་ཕྲ་རགས་ཀྱི་སྐད་ཆ་བཤད་ཡོང་དུས་ཙམ་པ་ལ་ཨ་ནི། ད་རགས་པ་ཉེ་ང་སིང་ད་ག་འདྲ་ཅིག་སེམས་རགས་པ་འདི་ཚོ་ཁྲིད་དེ་མ་ཐིམ་པའི་གི་རྒྱུད་རིམ་གྱིས་གི་ནང་ལོགས་ནས་ཨ་ནི་སེམས་ཕྲ་ཤོས་ཕྲ་ཤོས་འདི། མི་ཕལ་པ་ཅིག་ལ་ཡ་ཨ་ནི་མངོན་དུ་བྱོས་དེ་འཆི་འཆི་སེམས་དེ་ཆགས་དེ་གི་བ་རེད། ད་སྐྱེས་བུ་དམ་པ་འདི་ཚོ་ཁྲིད་དེ་ཨ་ནི་ཁོ་སྔགས་ཀྱི་ཉམས་ལེན་གྱི་ནང་ལོགས་ནས། ཨ་ནི་སེམས་རགས་པ་འདི་ཚོ་ཁྲེལ་ཏེ་འདུག་སི་མ་ཨ་ནི་ཐིམ་རིང་གིས་ཨ་ནི་འཇུག་པ་ལ་མ་འདུག་སི་ནས་ཉམས་ལེན་གནང་ཡོང་དུས་བསམ་པ་ལ་ཨ་ནི་སེམས་ཕྲ་མོ་དེ་མངོན་དུ་བྱུང་ཡ་གིས་ཨ་ནི་འཚོ་བཞིན་པའི་སྐབས་ལ་ཡ་ཨ་ནི་དེ་འདྲས་གིས་ད་རྟོགས་པ་འདྲ་བོ་ཅི་འདི་མ་སོང་དུ་བསྙལ་ཡོད་རེད། དེ་འདྲའི་རྟོགས་པ་གཉིས་ཡོང་དུས་བསམ་པ་ལ་དེ་འདྲས་གིས་ཨ་ནི་ཉམས་ལེན་གྱི་རྒྱུན་རིམ་དེ་ལ་ཡ་གོམས་འདྲིས་བརྟན་བྱས་ཨ་ནི་ད་ཡུན་རིང་པོ་འགྲོ་དུས་ཡུན་རིང་པོ་འདུག་སི་ནས་གནང་པ་ཡིན་པ་ཡིན་ན་ཨ་ནི་རྗེས་ལ་ད་དགོངས་པ་དངོས་སུ་མ་རྫོགས་འགྲོ་དུས་བསམ་པ་ལ། ཕི་གའི་འཆི་བའི་གི་ཚེ་དེ་ཡང་འཆི་སེམས་ཕྲ་མོ་མངོན་དུ་བྱུང་དུས་བསམ་པ་ལ་དེ་འདྲའི་གི་སེམས་ཕྲ་མོ་དེ། ཕི་གའི་སྒོམ་གི་ཉམས་ལེན་གང་བར་ཁྱེད་ཐུག་ཡོད་རེད་བ། དེ་ཡིན་དུས་བསམ་པ་ལ་ཁོ་རང་གི་ངོ་བོ་ད་ག་རང་ལྟ་མཚན་རིག་པ་ལ་ཡ་ཏུ་ཁོ་གཟུགས་ཅན་ནས་འདས་པའི་གི་ཅིག་གི་གར་སོ་གོ་རེ། ཤེས་དཔལ་གི་རྣམ་གཞག་བཞིན་དུས་བསམ་པ་ལ་ཐད་ཀར་ར་སྤྲོད་བྱེད་ཐུ་ག་ཡོད་མ་རེད་བ། དེ་མེད་དུས་བསམ་པ་ལ་ད་ང་ཚོ་ད་ལྟ་བར་དུ་ཐུགས་དམ་བཞུགས་མཁན་གི་ནང་ནོག་ནས་ཕི་གའི་གར་སོ་གོ་རེ། གཟུགས་པོ་གི་དབང་པོ་མ་ཉམས་རྒུད་འགྲོ་སྟངས་ཞུ་བ་རེད་བ། ཉམས་རྒུད་འགྲོ་སྟངས་དེ་ལ་ཡང་ལྟ་སྟངས་རིམ་པ་ཁག་མང་པོ་ཞུ་བ་རེད་ད་ཅི་སྟངས་ཨ་ནི་ཕི་གེ་གི་གར་སེ་བོ་རེད། ཅིག་གཟུགས་པོ་ཧྲེང་པོ་ཆགས་ཡོང་ཡ་འདྲ་བོ་དེ་འདྲས་དང་ཨ་ནི་ཡང་ཅིག་ཕི་གེ་ལ་གཟུགས་པོ་ནས་ཨ་ནི་ཅིག་མདོག་འགྱུར་བ་འགྲོ་དེ་ཡ་སོ་འདྲ་བོ་དེ་འདྲས་དང་ཨ་ནི་དྲི་ངད་ཁྱབ་ཡོང་ཡ་སོ་འདྲ་བོ་དེ་འདྲས་དང་ཨ་ནི་ད་ག་ན་བཞིན་ཅིག་གིས་ང་ཚོ་ཨ་ནི་ཡང་ཅིག་འཕྲུལ་ཆས་འགའ་བྱས་འཕྲུལ་ཆས་ཀྱི་ནང་ལོགས་ལ་ཨ་ནི་ཅིག་གིས་ཀླད་པ་དང་དེའི་ནང་ལོགས་ལ་ཅིག་རྫས་བདག་དང་གློག་བདག་དེ་འདྲའི་ཁེ་ཡོང་གི་འདུག་མི་འདུག་རྟ་ཡག་སོ་འདྲ་བོ་དེ་འདྲའི་དང། ཨ་ནི་དེ་ནས་ཅིག་གིས་ཁོང་ཚོ་རེ་ལྟུང་མི་རེ་ཟེར་ནས་ཡང་ཅིག་ཡོད་རེད་ད་གང་ལྟར་འདི་བཀོད་བྱུས་བྱས་རྗེས་ཨ་ནི་ཡང་གཟུགས་པོད་ཀྱི་ནང་ནང་ལ་ད་ལྟ་ང་ཚོ་ཚོགས་རླུང་གི་གནས་བབ་དེ་ག་འདྲས་འདུག་མི་རྟ་ཡག་ཞོར་ར Oxygen Tension ག་ཚོད་ཡོད་མི་རྟ་ཡག་ཞོར་ར་དེ་འདྲས་ཀྱི་རྒྱུད་རིམ་ཐོག་ནས་བལྟ་ཡོང་དགོས་རེད་དེ་འདྲས་ཀྱི་རྒྱུད་རིམ་ཐོག་ནས་བལྟས་ཡོང་དུས་མཚམས་པ་ལ། ཨ་ནི། ད་ང་ཚོའི་གི་ཉམས་ཞིབ་གི་བྷེ་གྷེ་ཚོགས་པའི་ནང་ལོགས་ལ་གཙོ་བོ་ད་ལྟ་ཨུ་རུ་སུ་དང་ཨ་ནི་ཨ་རིའི་གི Forensic Expert དེ་འདྲ་ཡོད་རེད། ད་ཁོང་ཚོ་ནམ་རྒྱུན་མི་ད་ཅིག་ལྐོག་བསད་བྱས་བཞིན་ཡོད་འདྲ་བོ་དེ་ཚོ་བྲེལ་ཏེ་ག་འདྲའི་ཤི་ཡིན་ན་ཤི་ནས་ཉི་མ་ག་ཚོད་འགྲོ་ཡིན་ན་ཨ་ནི་ཁོང་ཚོ་ཤི་ལུགས་ཤི་སྟངས་ག་འདྲའི་བསད་སྟངས་ད་གྲོངས་པ་ཡིན་ན་ཡང་ན་བསད་པ་ཡིན་ན་ག་འདྲས་བྱས་ནས་ལྐོག་བསད་བྱས་ཤག་དེ་ཚོ་བྲེལ་ཏེ་ཁོང་ཚོ་བྷེ་གྷེ་ཕུང་པོའི་གི་གནས་བབ་ལ་བལྟས་རྗེས་ཁོང་ཚོ་ད་ལོ་མང་པོ་རིང་ནས་ཡང་ཉམས་མྱོང་འདུག་ཨ་དེ་འདྲས་གཏོང་ནས་ཁོང་ཚོ། ལྟ། འདིའི་དགོངས་པ་རྫོགས་ཆེན་ཉི་མ་བཅོ་ལྔ་ལྔ་ཆིངས་ཤར་དྲུག་ཆིངས་ཤར་ཟེར་དུ་ཤེས་ཐུག་གདོང་ཕུང་པོའི་ཉམས་གུད་འགྲོ་སྟངས་འདིའི་གང་ལ་གཅིག་གྲུག་གི་ཡོད་འདིའི་གང་ལ་བལྟས་ཡོད་དུས་མཚན་པར་ལ་ད་ལྟ་བར་དུ་ང་ཚོ་ཨ་ནི་ཅིག་ད་ཐུགས་དམ་བེ་གའི་བཞུགས་དེ་སྔའི་གི་སྐྱེ་བོ་དང་པོ་མང་པོ་ཞི་བུ་འཇིག་དེ་ཡ་ཨ་ནི་ཁོ་ཚོའི་གི་ཉམས་གུད་འགྲོ་སྟངས་འདི་དཔེ་ཧང་སང་སང་བྱེད་གི་འདུག Forensic Expert ཅིག་ད་ཨ་རིའི་ནུས་རྒྱུ་ཅིག་ད་ད་འདི་ཁྱོད་རང་ཚོ་གི་ཐུགས་དམ་ལ་གི་ཡིན་ན་རེད་ག་རེ་ཡིན་ན་རེད།

ད་ལྟ་དེ་གའི་ལ་རང་གིས་གསུངས་ཡོད་དོ་ཕལ་ཆེར་ཤི་བ་ཕྲ་མོ་ག་འདྲེ་ཅིར་ངོ་སྤྲད་བྱས་པ་རེད་ཟེར་ཚོང་དེའི་ཟེར་ར་ཕལ་ཆེར་དེ་རེད་བྲིས་སོང། སྤྱི་དང་ཤི་བ་ལས་ང་ཚོས་བཤད་གོ་འདི་ཤི་བ་རག་པ་སེང་གེ་ཅིག་དང་ཕྲ་མོ་སེང་གེ་ཤིན་ཏུ་ཕྲ་བ་ཟེར་ཁ་ཁ་ཤས་ཅིག་འཆི་གི་རོ་ད། ད་རག་པ་སེང་གེ་དེ་ང་ཚོ་ནོར་གྱི་ཉི་མའི་མགོ་ལ་འགྲོ་བསྡད་གི་ཅིག་མིག་གི་མཐོ་ཡང་དང་ཅིག་ཡོ་ར་ཡ་ཨ་ནི་ཅིག་ཡི་གེ་ཕ་ཡིག་བྲལ་ཡང་དང་ད་ད་གཟོད་དེ་ཤི་བ་རག་པ་ནོར་ལ་ཚུར་འགྲོ་གི་རོ་ད།

འདི་ཨེ། དེ་དེ་ང་ལ་དོ་སྣང་གསར་བ་ག་ལ་བྱུང་རྒྱུ་རེད་ཡིན་ན་སྐབས་དེ་དེ་ང་གཉིད་ལམ་ར་འཕྲད་སོང་ཟེར་གྱི་མ་གཏོགས་ཤི་བའི་སྐོར་ལ་མི་སྲིད་གི་ཁེ་བྱུང་ཡ་མ་རེད། དེ་ནས་ཕྱིས་སུ་ང་ཚོ་ཚེ་རིང་སྦྱངས་ཐེངས་དེ་དེ་དེ་ང་ཚོ་ལ་ཡ་མཚམས་ཚོ་གཉིས་པ་ཏོག་ཚེ་ཁེ་གི་རྡ་དེ་ད་མི་སྲིད་ལ་ཡོད་རེད་ཚེ་རིང་སྦྱངས་ངེད་ལ་ཨ་ནི་མི་སྲིད་དེ་ལན་ཏོག་མ་ཤི་ན་ཆད་པ་བྱེད་གི་རྡ་ཡ་དེ་ཡིན་དེ་ང་དེ་རྩོད་པ་ནོར་ལ་ཆད་ནས་ཆད་པ་བྱེད་རྡ་ད་དེ་དེ་ང་ཚོ་རྒས་དེ་རྒས་བསམ་དེ་ལ་ར་དང་དེ་རིང་སོང་ནས་ཁེ་འབོ་རེད་དེ་དེ་ད་ངེད་གཉིད་ལམ་ནང་ལ་དགོན་ཟླ་ཁར་ཐང་རེད།